ད་རེས་སོང་ཚིག་ག་ཡང་གུས་པ་སོ་སོའི་རང་ལུགས་དུ་མ་འབྲི་བ་དེ་རེ་བྱས་ན་ད་ང་ཅིག་གི་ཁྱད་ཆོས་ཡིན་ན་རེད་ར་ད་དངོས་གནས་དྲང་ནས་གུས་པ་ཐམས་ཅད་ཀྱི་རང་ལུགས་ནང་ནས་འདི་མཆོག་རེད་འདི་སྨིན་པ་རེད་ཟེར་གྱི་ཡོད་ནི་མ་རེད། སྤྱོད་པའི་ཐང་ནས། མི་རྟག་པ་སྒོམ་པ་ལ་སོགས་པ་ངེས་འབྱུང་གི་སེམས་སྒོམ་པ་ལ་སོགས་པ་བྱང་ཆུབ་ཀྱི་སེམས་སྒོམ་པ་ནས་བཟུང་སྟེ་སྐུ་བཞི་ཐོབ་པའི་བར་གྱི་ལམ་གྱི་རིམ་པའི་ཐོག་ནས་བོད་ཀྱི་གུས་པ་ཐམས་ཅད་མཐུན་པ་རེད་ད། ཆོས་རྗེ་རིས་མེད་ཀྱི་མཁས་པ་ཐམས་ཅད་སྤྱོད་པའི་ཉམས་ལེན་གྱི་ཐོག་ནས་མཐུན་པ་རེད། ལྟ་བའི་ཐོག་ནས་རིགས་པའི་གསར་འདོན་ཚུལ་མི་འདྲ་བ་གྱི་ཐོག་ནས་ཡིག་ཆའི་ཞིབ་ཆ་འཕྲ་མི་འཕྲ་མ་མི་འདྲ་བ་ཡོང་གི་ཡོད་པ་དེ་དེ་ག་རང་གནས་སྒོ་ནས་རེད་མ་གཏོགས། གྲུབ་མཐའ་མཐུན་འབྲེལ་རྒྱལ་མཚན་མཁས་པ་དག་ཐམས་ཅད་ཀྱིས་ཤེས་རབ་ཅིག་བརྡར་ཤ་བཅད་པའི་གྲུབ་དོན་ཐམས་ཅད་ཧྲིལ་བཞག་ཏུ་དེ་ནོར་བ་རེད། དེ་དངོས་གནས་ང་ཚོའི་མ་འཇོན་པ་རེད་དམ་ལག་བཞག་མ་རེད་དམ། གཅིག་གིས་དཔར་ན་ལེན་གྲྭ་གི་རིག་གནས་སྙིང་སྟོབས་མངའ་གསོལ་བྱེད་ཀྱིན་འདུག་དགུ་ཕྱོགས་སུ་དགོན་པ་གཅིག་གི་ནང་མཁས་པ་སོ་སོས་འདི་འདྲའི་ཤེས་རབ་ཀྱི་ཐོག་ནས་དཔྱད་པ་བརྒྱབ་ན་ཤེས་བྱ་ཡིར་ཀི་དང་གྲུབ་ཐོབ་མི་འདྲ་བ་མང་འཛིན་ཐུབ་པ་དེ་དཔར་ན་ལེན་གྲྭའི་ཁྱད་ཆོས་རེད་དེ་ང་ཚོས་གཞི་འཛིན་དགོས་ནི་རེད་ཟེར་ན་དེ་དང་མཐུན་སྒྲིལ་གཉིས་ཀ་རྩ་བ་ཉིད་ནས་འགལ་ར་མ་རེད་དེ་གི་ཅི་ཧ་གོ་དགོ། མཐའ་གཉིས་སུ་འདྲ་ཟེར་ལྷོང་འཇོག་གོ་ལ་ལ་ཟེར་གི་ད་མཐུན་སྒྲིལ་ཡི་གོ་དུ་ཆེ་ཟེར་རེད་ཟེར་དུས། བཞི་པ་འདི་ཐམས་ཅད་ཡང་གཅིག་ཏུ་ཧུ་ཀི་མཐར་ཐུག་སྤྱིར་བཏང་འབབ་སྟེགས་གཅིག་པ་རེད་ར་མཐར་ཐུག་དངོས་གནས་དྲང་གནས་འབབ་སྟེགས་གཅིག་པ་རེད་དེ། བརྗོད་པ་སྔགས་དང་སྒྲ་རྟོག་གི་ལམ་ནས་ལྟ་ན་ཕེབས་ཀྱི་རང་དུ་སྤྱིར་བཏང་གི་ངོ་བོ་ཤེས་ལུགས་ཟེར་རྒྱུ་དེ་ང་ཚོའི་ད་ལྟའི་སྒྲ་དང་རྟོག་པ་གི་ཐག་ཆོད་པ་ཟིན་མིན་པ་དེ་ཡོངས་གྲགས་རེད་དེ། ང་ཚོའི་སྣང་ཡུལ་མཚན་ཉིད་ཀྱི་སློབ་དཔོན་ཐམས་ཅད་ཀྱིས་གསུང་གི་ཡོད་ནི་རེད་ད་ནག་ལང་གི་སྒྱུ་རྩལ་གྱི་སློབ་དཔོན་ཐམས་ཅད་ཀྱིས་ཡང་དག་གསུང་གི་ཡོད་ནི་རེད།

དེ་བས་སོང་ཚིག་དེའི་སྤྱན་གྱི་རྩོད་པ་མི་འདྲ་བའི་མང་ཡོང་གི་ཡོད་ནི་རེད་ད། སྒྲ་རྟོག་གི་སྤྱི་བཅུ་མཚོན་མི་ཐུབ་པའི་གནས་ལུགས་སུ་སོ་སོས་སོ་སོ་ནས་མཚོན་གྱི་རེད་ར་དེ་བས་སོང་ཚིག་དེ་ནི་ཚིག་གི་ཞིབ་ཆ་འབྱེད་སྟངས་ཕྲན་བུ་ཕྲན་བུ་མི་འདྲ་ཡོང་གི་ཡོད་པ་དག་གཅིག་རེད་གཉིས་ནི་མྱི་གི་སེམས་ཟེར་རྒྱུ་འོག་ཏུ་ནང་གི་སེམས་དུ་གྲོང་ཁྱེར་ལྟ་བུ་ཟིན་ཁ་ཡོད་ན་དེའི་ནང་སྨིན་པ། ཤེས་བྱའི་གནས་ལུགས་མི་ཤེས་ཡིན་སྨིན་པ་འཐབ་འདུག་སྨིན་པ་དེ་ཅི་ལྟར་སེལ་དགོས་གི་ཐོག་གམ་མཁས་པ་སོ་སོའི་བཞེད་ཚུལ་མི་འདྲ་བའི་སྒོ་མང་པོ་མཐོང་ཡོད་ནི་རེད།

དེ་ཡི་གི་ལམ་ཁ་དེ་ཡི་ཧོ་ཟི་བཀྲིན་རྒྱུའི་ཐོག་ཁ་ཞིག་རྒྱབ་ཙི་གི་སྐྱ་སེར་སུ་ཟིག་ཡིན་ན་རང་རང་རང་གི་བསམ་ནས་སུ་སུ་སུ་སུ་གནས་ས་གི་བར་སྟོང་ཡི་ཧོ་ཟི་རྙེད་ཐུབ་ནི་རེད་དོ། ཏན་ཏན་རེད་བསམ་གི་འོ་ད་ལམ་ལུགས་ཡི་ཧོ་ཟི་ཆགས་རྒྱུ་གལ་ཆེན་པོ་རེད་མ་གཏོགས་མཐུན་སྒྲིལ་དགོས་ནི་རེད་དགོས་ནི་རེད་ཟིག་ཀུན་སྤྱོད་གི་ཐོག་ནས་རེ་བ་སྟོན་པ་ཙམ་གི་ཡོང་གི་མ་རེད་ད། མཐུན་སྒྲིལ་མ་ཡིན་ན་སྡུག་ཧོ་རེད་མཐུན་སྒྲིལ་ཡིན་ན་ཡག་ཧོ་རེད་ར་ད་ཀུན་སྤྱོད་གི་ལྟ་བ་ཟེར། དེ་ནས་ཀུན་པོ་མཐུན་སྒྲིལ་གྱི་མཐུན་སྒྲིལ་ཚིག་ཟིན་ན་ཀུན་སྤྱོད་གི་སློབ་སློབ་སྦྱོང་བསམ་གི་འགྲོ་བ་མིའི་རིགས་ཟེར་རྒྱུ་ད་ལྟོས་ཐུབ་རྒྱུ་ཟིག་མ་རེད་ད། གཙོ་བོ་ལམ་ལུགས་ཡི་ཧོ་ཆགས་དགོས་རྒྱུ་དེ་རེད་གྲུབ་མཐའ་སུ་སུ་གི་གནས་ཐུབ་ས་གི་ལམ་ལུགས་ཡི་ཧོ་ཟི་གནས་ཡག་འདུག་ད་ནས་གནས་ཐུབ་ནི་རེད་ད། དེ། མིའི་རིགས་ཀྱི་དར་སྔས་རྙེད་པའི་ལམ་ཡག་ཤོས་དེ་ལྟར་རེད། དེའི་གསུང་ཚིག་མ་ཚོ་རང་རང་གི་སྒྲོམ་ཡག་པ་ལ་སྙེག་དོན་ནི་ང་ཅིག་ཆོས་སུ་ཐ་དད་ཡིན་མིན་ལྟ་ཟེར་ཞིང་ཟུང་འབྲེལ་མི་བསྟར་མི་ལྟ་རྩོད་དགོས་རྩོད་པ་གི་དེ་རྩོད་པ་དེ་ཐམས་ཅད་པོ་དོར་འཇོག་བྱེད་ཟེར་རེད། དེ་ཐམས་ཅད་པོ་ཚད་ངེས་ཅན་བཙུགས་ནས་རྩོད་པ་མང་བ་ཟེར་གི་འདུག་བཏང་རྒྱུ་མེད་ན་ཟེར་རེད་ར། རིག་གནས་གང་ཡིན་ན་ཆོས་ལུགས་གང་ཡིན་ན་དད་མོས་གང་ཡིན་ན་སོ་སོ་སོ་སོ་གནས་ཕྱོགས་ས་གི་བར་སྟོང་ཡག་པོ་བཟོ་ཆག་ཆེ་རུང་དུ་ད་ནི་འགྲིག་ནི་རེད་ད་རེས་སོང་ན་གང་ལྟར་གོ་རམ་རྒྱམ་པ་ཁོང་དེ་མི་རེད་བསམ་གྱི་མི་ཆད་པའི་སྐྱེ་བོ་གཏམ་པ་མཁས་པ་འོག་གི་ཤེས་རིག་མཚན་ཉིད་ཀྱི་ཐོག་ཕྱིར་རྒྱུག་བྱེད་པ་ནི་དེ་མི་གི་སྐྱེས་ཆེན་ལས་བཟི་མེད། ད་ང་སྒེར་གི་དགའ་ཕྱོགས་འདི་ཟིན་ན་ལྷག་པར་དུ་ང་སྟག་ཚང་ལོ་ཙཱ་བ་དགའ་གི་རེད། སྟག་ཚང་ལོ་ཙཱ་ངེས་པ་སྟོན་གྱི་མཁས་ཆེན་པོ་རེད་བསམ་གྱི་ད་ང་སྒེར་གི་སྣང་ཚུལ་རེད་ད་ཡིན་ན་ཡང་ད་ཡང་ཁྱེད་རྣམ་པ་སོ་སོ་སོ་སོ་དགོངས་ཚོད་བགྱི་རེད་ཀོ་ཤག་སྟག་གསུམ་གི་ནང་ནས་སྟག་ཚང་ལོ་ཙཱ་བ་ཧ་ལས་པ་རེད་དེ་མི་བསམ་གི། དེ་ཡིན་ན་ཡང། འོ་དེ་མི་རེད་ད་གང་ལྟར། འོ་འདི་རེད་དགོན་པ་འདི་ན་ཁམས་པ་ཤིན་ཏུ་མང་བའི་སྟོབས་ཀྱིས་ཀུན་མཁྱེན་སྐུ་རམ་པའི་ཞལ་ཞིག་དེ་ཡང་ད་དུང་ཅུང་སོན་པ་ལྟར་ཡོད་ཟེར་ད་ཀུན་མཁྱེན་སྐུ་རམ་པས་ཁོང་གི་ཞལ་རྒྱུན་མང་པོ་ཟིག་ད་རུང་འདི་ན་ལྷག་ཡོད་གི། དེ་ན་ཞལ་ཞིག་ཟེར་ན་དེ་ཚོས་ཀུན་མཁྱེན་སྐུ་རམ་པ་ཙི་གེ་ཟིག་ཁ་རྩིན་མཐོན་པོ་རེད་ར་མཁོ་བ་གི་ནང་གི་ཙི་གེ་ཟིག་ཁ་ཁ་རྩིན་ཆེ་པོ་དེ་མི་རེད་ད

རྟ་འགྱེལ་ཕར་ཆེར་བཞུགས། འོ་དཔོན་རྣམས་སྤྱི་བོས་ཀྱང་སྤུ་ལག་ལ་དྲིལ་མཚུངས་བརྐྱངས་འདུག་ད་འོ་དཔོན་རྣམས་ཤིན་ཏུ་ཡག་པོ་རེད་གསུངས། འདིར་རྒྱལ་དཔེ་བོད་ཆེ་ཆུང་བཞི་བཅུ་ལྷག་བཞུགས་པར་ད་ནའང་རྒྱལ་དཔེ་བོད་ཆེ་ཆུང་བཞི་བཅུ་ལྷག་བཞུགས་འོ། ད་ལྟའི་དཀར་ཆག་ཡང་ཕར་ཆེར་འདི་ནས་གསུངས་དགོས་ཀྱི་ཅི་མ་རེད་ལོ་མཇུག་ར་ལོག་འཇུག། འབུམ་གྱིས་གཏུམ་འབུབ་བཞུགས་ཡོད་རྒྱལ་དཔེ་སྤུ་ལག། ཀ་ལ་ཙག་སྤྲ་དུང་འཁོར་བདུད་རྒྱུད། བཀྲས་ས་མི་ཚ་གྲུབ་ཐོག་དར་བན་གྱིས་མཛད་པ་འདི་ཡང་དབལ་བོའི་ཚོང་བ་ཞིག་གི་སར་སྐྱ་བ་ལ་ཕུར་སྐྱིད་དེ་སྔོན་དུ་གསུངས་བའི་དཔེ་དེ་རང་ཡིན་ནམ་སྙམ་སྟེ། རྒྱུད་ཀྱི་སྐོར་འདི་དག་དཔེ་རེ་རེ་ཙམ་ལས་མི་འབྲི་ཧྲོར་སྔོན་དུས་སུ་ཡོད་ཀྱང་དཔེ་གཅིག་བུ་དེ་བླ་མའི་སློབ་མ་སོགས་ལ་རིམ་གྱིས་བརྒྱུད་པ་ཡིན་ལ། ད་འདི་ན། བཀྲས་ས་མི་ཚ།

སྤྱིར་བཏང་གི་འགྱིག་གི་དཔེ་འདི་ཤིན་ཏུ་དཀོན་པོ་ཡིན་ནི་རེད་གསུངས་པ་དགག་དཔེ་རེ་རེའི་མིང་གི་མུམ་འབྲི་རྒྱུའི་ཧྲུལ་ཡོད་ནི་རེད་ཁོང་གི་དེའི་དབང་གིས་བརྫིས་ནི་ཡིན་དེ་མིན་ན་སྔ་ན་བ་རུའི་ཚོང་བ་ཟིག་གི་སེར་སྐྱ་བན་དྲི་དག་ཅིག་བཞིན་ཟིག་གདན་ས་ངོར་ན་ངུར་ཆེན་གི་ཤོག་བུའི་ཁྲོད་ནག་ཅིག་འོག་གི་འདི་ཡིན་གྱི་རེད་ཟེར་གྱི་ཟིག་དེ་བར་ཅི་རེད་འོ་སེར་སྐྱ་བན་དྲི་དག་ཡིན་མི་མི་ཤེས་འོ་སེར་སྐྱ་བ་དེ་འོག་གི་ས་སྤྱིན་བྲག་པ་རྒྱམ་ཚལ་ཡིན་ན་ཐང་ས་སྤྱིན་བྲག་པ་རྒྱམ་ཚལ་ཡིན་ན་ཐང་བ་རུའི་ཐང་མ་མང་བ་ཤོར་ནི་རེད་ར།

ད་བཅོམ་ལྡན་རིགས་ཀྱི་རལ་གྲི་འཛིན་ན་བསམ་གྱིས་མི་ཁྱབ་པ་རེད་ད་དངོས་གནས་སྤྲང་ལས་འཁུལ་བ་འདི་ཐམས་ཅད་སྤྱི་བོའི་དམ་པ་འདི་ཐམས་ཅད་ཀྱི་མཚན་གྱི་གཅིག་ཡིན་ཤི་གོ་གི་ར་དེ་མི་ཚད་དུས་ལོ་རྒྱུས་ཡང་ཕྲན་བུ་ཕྲན་བུ་རེ་ཤི་ཚིག་གི་བཅོམ་ལྡན་རིགས་ཀྱི་རལ་གྲི་ཁོང་རིགས་དགུང་ལོ་ཆུང་དུ་སྤྱིར་བཏང་དམ་པ་འདི་ས་དོ་ད་གཞི་ས་མ་ཡི་ཚིག་ཁོང་མཛེ་ནད་ཕོག་ཞིག་ནི་རེད་མཛེ་གི་ནད་ཕོག་ཞིག་ནི་རེད་ཨ། བཅོམ་ལྡན་རིགས་ཀྱི་རལ་གྲི། མཛེ་ནད་ཕོག་ནས་སྙུང་ནི་དེ་ཡི་དུས་ན། སྣར་ཐང་ནས་སྐྱུར་སྟོན། སྐྱོར་སྟོབས་འབའ་ཟེར་གྱི་ཟིག་གི་ཡང་དེ་ཡང་ཁོང་རིགས་ཆུང་དུས་ཕར་ཆེར་ལྟ་གནད་དེ་མི་ཤོང་ཡིན་ས་རེད་ད་གི་ཁོང་རིགས་ཀྱི་ཕྱག་ན་རྡོ་རྗེ་སྙིམ་པ་འཛིན་ནི་ད་ཉི་མ་རྩ་བ་ཉིད་ནས་མི་རིགས་ས་གི་སྒྲུབ་ཕུག་གི་ནང་ནས་ལོ་གཅིག་ཙི་ག་ཕྱག་ན་རྡོ་རྗེ་སྙིམ་པ་འཛིན་ཀྱང་ནི་རེད་ད་རེ་གི་འདི་སྐྱོར་སྟོན་པས་ད་ནི་ཁོང་རིགས་གནད་སངས་དྲག་གི་ནི་དེ་གནད་དུ་བཅུད་ཀྱི་ནུས་བ་ཡོག་གི་ཟེར་གྱི་ཟིག་ཁོང་རིགས་ཀྱི་གོ་ནི་བཅོམ་ལྡན་རིགས་ཤིག་རལ་གྲི་སྟེ་བཤོལ་ནི་རེད།

དེ་མི་རེད། སྤྱིར་ཡིན་ན་གི་ཁྱེད་དྭངས་སང་གི་མྱི་ཟེར་ཡིན་ན་ད་ཁོང་གི་སློབ་མ་རེད་ར། ཁོང་གི་སློབ་མ་ཡིན་ན་སུ་ཧུ་རྒྱལ་ཧྲིག་ཟིག་གི་ཧོ་བླ་ཆེན་པོ་ཆགས་ན་དེ་ཡིན་ན། མང་ཆེ་བ་ཟ་དེ་འདྲི་ར་འཛིན་གྱི་ག་མི་རེད་ང་ཏག་ཏག་ཡང་མྱི་ཕར་བ་མ་ཟ། བཅོམ་ལྡན་རི་ཁུའི་ར་ཏྲི་ཆུ་ནི་དེ་མི་ཟ་མ་རེད་ཁོང་གི་ཧྲིག་ག་འདྲ་བ་དེ་མི་ཚིད། བཅོམ་ལྡན་རི་ཁུའི་ར་ཏྲི་གི་སྐབས་དེ་འགྲོ་མགོན་ཆུ་རྒྱལ་འཕོག་པ་དང་དུ་ཚོགས་གཅིག་རེད་ར། འགྲོ་མགོན་ཆུ་རྒྱལ་འཕོག་པ་ད་སྐབས་ད་དུ་སུ་ཧུ་རྒྱལ་ཧྲིག། ཧོས་པི་ལི་གི་རྒྱབ་སྐྱོར་ལ་བརྟེན་ནས་དབུལ་སྐྱོར་སྐབས་གསུམ་པོ་སེར་སྐྱ་བའི་མངའ་ཁོངས་བསྡུ་ནི་རེད། དོ་བསྡུ་ནི་ད་སེར་སྐྱ་བའི་ལུས་སེམས་གཅིག་མཚུངས་ལ་སོགས་པ་ད་ཆེན་པོ་ལ་དབུལ་བའི་ནི། ཚུལ་དུ་ད་བོད་སྤྱི་བའི་བླ་ཆེན་གཟིགས་རྒྱལ་རོགས་ཆེན་པོའི་ཚུལ་དུ་ད་ཐང་དང་བོ་བྱོན་མཁན་ཀྲུང་གོའི་ཆོས་རྒྱལ་འཕགས་པ་རེད་ར་གང་རིགས་ཀྱི་ཞབས་ཞུ་ཕྱག་སྒྲུབ་ད་དེ་ཚན་པ་ཚན་པ་དེ་ནི་དེ་སྔ་ན་རབ་བྱུང་བ་རེད་ད་དེ་ནས་བཟུང་སྟེ་གང་ལྟར། ཁོང་རྒྱལ་རོགས་ཆེན་པོའི་ཚུལ་དུ་འཛིན་ནི་རེད་དེ་བཅོམ་ལྡན་རིགས་ཀྱི་རལ་གྲི་གི་ཆགས་སོང་ལ་ཞིག། སངས་རྒྱས་བསྟན་པ་བཀའ་བཤགས་བཀྲིན་ཆེ་སྒྲུབ་བར་མཛད་ནི་རེད།

པོ་བྱུང་བ་གཅིག། སེམས་དམག་ས་རི་མདོ་འཇིགས་ཙམ་དུ་རྟོགས་པ་བྱུང་ངོ་བཅོམ་ལྡན་འདས་མི་བཞི་ཟེར་བའི་ཁ་བྱང་ཅན། བོད་དུ་གཅིག། དེབ་དོ་ནུབ་བཞི། དབུ་མཐུད་འབྲི་རག་དབྱིན་ཉིན་གྱིས་མཛད་པ། སྤྱོད་འཇུག་ཤེས་ལུས་འབྲི་ར་ཤེར་འབྱུང་ལུས་མཛད་པ། ཆོས་ཀྱི་བདུད་རྩི་ཚིག་བཅད་དག་གཞུང་ཚད་ལྔ་བརྒྱད་པ། སྡེར་མ་པ་ཏིའི་རྒྱ་དཔེ་ཐོ་རུ་འདུག་སངས་རྒྱས་ལས་ནི་བསྟན་པ་དག་གི་ལུང་འགངས་ཆེན་དང་ད་ལྟའི་སྐད་རིགས་མི་འདྲ་བ་བརྒྱ་ཉེ་བ་ཙམ་དུ་བསྒྱུར་ཀྱང། ཕྱག་ལེན་བ་མང་པོ་དག་སངས་རྒྱས་ལ་གུས་པ་སྐྱེད་པའི་ཆེད་དུ་གསུངས་ཡོད་འཕྲིན་ལས་ཆེ་ཟེར་ལྟར་རེད། ད་ནི།

འཛམ་གླིང་འདིའི་ཐོག་ནས་ནང་བའི་གཏམ་པ་ལྟ་རུ་ནི་ནང་ནས་ཉན་ཐོས་ཡི་གཏམ་པ་དང་ཐེག་ཆེན་གྱི་གཏམ་པ་གཉིས་ཀྱི་ནང་ནས་གང་ལྟར་ནོ་རྒྱལ་ཆེ་ནི་རེད་ཟེར་ན་ཉན་ཐོས་ཀྱི་གཏམ་པ་ལྟར་ནོ་རྒྱལ་ཆེ་ནི་རེད་ནང་བ་ཉན་ཐོས་ཡི་གཏམ་པ་ལྟར་ནོ་རྒྱལ་ཆེ་ནི་རེད། ཐེག་ཆེན་གྱི་གཏམ་པ་ལྟར་ནོ་རྒྱལ་དེ་ཙམ་ཆེ་ནི་མ་རེད་བོད་དང་རྒྱ་ནག་སོག་ཧོ་ད་དེ་ཙམ་རེད་ད་རྒྱ་ནག་ནས་བརྒྱུད་པའི་ཁོ་རེ་ཡ་དང་གན་གི་ཉི་ཧོང་ལ་སོག་པ་དེ་རེད་ད་སྤྱིར་བཏང་རྒྱ་ནག་ག་ཡིན་ན་ཁོ་ཐེག་ཆེན་ལྟར་ར་རེད་མ་གཏོགས་ཁོའི་སྤྱོད་པ་དང་ཆ་ཚང་གི་ཐོག་ནས་ཉན་ཐོས་ཤིག་ཆེ་ནི་རེད་ར།